དང། དེ་ནས་མ་དེ་ནས་ས་ཡི་སྒྲིབ་པ་ཟེར་ཡང་དེ་སོང་ཡོང་བ་རེད་ད་ས་ཡི་སྒྲིབ་པ་སོང་ཡོང་དུས་ཙང་ནས་སྤྱི་དང་དེ་ནས་ནམ་རྒྱུན། ཐེག་ཆེན་གྱི་ལམ་གྱི་ད་སྤང་བྱ་གཙོ་བོ་ས་ཐོབ་པར་བྱེད་པ་ལ་གེགས་བྱེད་ཀྱི་གཙོ་བོ་གི་སྒྲིབ་པ་དེ། དེ་ནས་ཤེས་སྒྲིབ་དེ་འདྲ་ཅིག་རེད་དེ་ཡོད་རེད། དེ་ཡིན་དུས་ཙང་ནས་དེ་འདྲའི་གི་ཤེས་བྱའི་སྒྲིབ་པ་གང་ཡིན་པ་དེ་ལ་བག་ཡས་འགྲོ་དུས་ཙང་ནས་མཐོང་སྤང་གི་ངོ་བོ་ཉིད་དུ་གྱུར་པའི་ཤེས་སྒྲིབ་དང་སྒོམ་སྤང་གི་ངོ་བོ་ཉིད་དུ་གྱུར་པའི་ཤེས་སྒྲིབ་ལ་སོགས་པ་ལྟ་བུ་དེ་འདྲའི་སྡེ་ཚན་གཉིས་ཡོང་གི་ཡོད་རེད་དེ་ནས་མཐོང་སྤང་དུ་གྱུར་པའི་ཤེས་སྒྲིབ་དེ་འདྲ་ཅིག་སྤང་མ་ཐུབ་པ་ཡིན་ན། ས་དང་པོ་གི་དེ་ནས་ད་ལྟ་འདི་ཡི་ད་རྟོགས་པ་རྒྱུད་ལ་སྐྱེ་ཐུབ་ཡོད་མ་རེད། དེའི་རྗེས་མདོ་དེ་ནས་སྒོམ་སྤང་གི་ཤེས་སྒྲིབ་གང་ཡིན་པ་དེ་ལ་ཕར་ཕྱིན་གྱི་གནད་གསུངས་པ་ནང་བཞིན་བྱས་ནས་བསྐོར་དགོད་བྱེད་དགོས་རེད་བསྐོར་དགོད་བྱེད་ཡོང་དུས་ཙང་ནས་དེ་ནས་བསྐོར་དང་པོ་དེ་སྤང་མ་ཐུབ་པ་ཡིན་ན་ས་གཉིས་པའི་གི་རྟོགས་པ་ཉིད་ཡལ་ན་དེ་ནས་བར་ཆད་བཟོ་ཡོང་གི་ཡོད་རེད་བ་འོ་དེ་བྱས་ནས་ད་འདི་ནས་མ་ས་ཡི་སྒྲིབ་པ་བཅུ་པོ་དེ་ཤེས་ཡོང་བ་རེད། ས་ཡི་སྒྲིབ་པ་ཡང། ད་དེ་ལ་ཀུན་དུ་འགྲོ་དོན་མཆོག་གི་དོན་རྒྱུ་མཐུན་དོན་གྱི་མཆོག་ཉིད་དང་ཡོངས་སུ་འཛིན་པ་མེད་དོན་དང་རྒྱུ་རྣམས་ཐ་དད་མེད་དོན་དང་ཉོན་མོངས་རྣམ་དག་མིན་དོན་དང་ཐ་དད་མེད་པའི་དོན་ཉིད་དང། དྲི་མེད་འཕེལ་བ་མེད་དོན་དང་དབང་ནི་རྣམ་པ་བཞི་ཡི་གནས། ཆོས་ཅན་ཡིན་ལ་མ་རིག་པ་ཉོན་མོངས་སྐྱེ་མིན་སྒྲིབ་པ་བཅུ་གསུམ་དང་དང་ཤེས་སྒྲིབ་རྣམ་པ་བཅུ་ཡོད་ཞེས་པའི་དོན་ལ་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་རྣམ་པ་བཅུ་གསུམ་དང། ཨ་ཏི་ཡིན་དུས་ཙང་ནས་སྐྱིད་སྟངས་ག་རེ་རེད་ཟེར་ན་དཔེར་ན་ང་ཚོ་འདི་རྒྱུད་ཀྱི་ནང་དུ་སངས་རྒྱས་ཀྱི་འདི་གསུངས་ཡོང་གི་འདུག་ཨ། ས་ལ་སོགས་པ་ཡ་གོང་ནས་གོང་དུ་བསླད་ཡོང་དུས་ཙང་ནས་དེ་ནས་ས་དང་པོ་དང་གཉིས་པ་ལ་སོགས་པ་ལྟ་བུ་དང་དེ་ཚོ་ལ་ཁྱད་པར་གཏན་ནས་མེད་ཟེར་ནས་གསུངས་ཡོང་གི་འདུག་ས་ཡི་ངོ་བོ་ལ་དེ་ནང་བཞིན་འགྲེལ་བ་དོན་གསལ་གྱི་དེ་ནས་སྐབས་དང་པོ་ད་ལྟ་སྒོམ་ལམ་བཤད་པའི་སྐབས་སུ་ཡང་དེ་འདྲ་ཞིག་གསུངས་ཡོང་གི་ཡོད། སྒོམ་ལམ་ཞེས་པའི་སྐབས་སུ་གར་སོང་ཡོད་རེད་ཟེར་ན། དེ་ནི་སྒོམ་ལམ་ཟེར་ཡ་དེ་མཐོང་ལམ་གནས་སྐབས་སུ་མཐོང་ཚར་བ་དེ་ལས་ལོགས་སུ་གྱུར་པའི་སྒོམ་པའི་ལམ་གཅིག་ཐ་དད་དུ་ཡོད་མ་རེད་ཟེར་ཡ་ཅིག་སོང་ཡོད་ཀ་སྒོམ་ལམ་ཐ་དད་དུ་མེད་ཟེར་ཡ་ཅིག་སོང་ཡོང་གི་ཡོད་པ། དེ་ནང་བཞིན་དུ་དེ་ནས་ད་ལྟ་འདི་རྒྱུད་ཀྱི་ནང་ལ་ཡང། དཔེར་ན་སྨྱུག་མ་དེ་འདྲ་ཅིག་ཡོད་པ་ཡིན་ན་སྨྱུག་མ་དེ་ལ་ཚིག་བཅུ་ཐམ་པ་ཡོད་པ་ཡིན་ན། དེའི་སྨྱུག་མ་གི་ཚིག་བཅུ་པོ་དེ་ལ། ཡ་ཡི་སྒང་དེ་ནི་སྟ་རེ་འདྲ་བོ་ཅིག་གི་སྨྱུག་ཚིག་དེ་གཅིག་བཀལ་བཞག་པ་ཡིན་ན་དེའི་བཀལ་པ་དེ་ག་རང་གི་སྨྱུག་ཚིག་དགུ་པོ་ཚང་མ་དེ་མ་བཀག་འགྲོ་གི་རེད། དེ་མ་གཏོགས་ཡང་སྨྱུག་མ་ཚིག་དང་པོ་ཏུ་བས་ལ་ཏཱ་རེ་ཅིག་ཞུ། གཉིས་པ་ཏུ་བས་ལ་ཏཱ་རེ་ཅིག་ཞུ་དེ་འདྲ་བྱས་ན་འགྲོ་དགོས་མ་རེད་སང་སོང་ཡང་ཅིག་ཡོང་དགོས་བ་དེ་གཅིག་རེད། དེ་ནང་བཞིན་དུ་ང་ཚོ་དགུང་གཅིག་ནང་ལ་དེ་ནི་རྟོགས་པ་གཅིག་གི་ས་ལམ་མ་ལུས་འགྲུལ་སོང་ཡང་ཅིག་ཡོང་བ་དེ་རེད་དེ་བྱེད་དུས་ཙང་ནས་ད་ལྟ་འདི་ས་དང་པོ་ནས་ཡ་བཟུང་སྟེ་མཐར་ཐུག་དེ་ནི་སངས་རྒྱས་ཀྱི་ས་མ་ཐོབ་ཀྱི་བར་དུ་མཉམ་བཞག་ཡེ་ཤེས་ཀྱི་རང་ངོ་དེ་ན་དེ་ནི་ས་དང་པོ་གཉིས་པ་གསུམ་པ་ལ་སོགས་པའི་ཁྱད་པར་གཏན་ནས་མེད་གསུང་གི་ཡོད་རེད། དེ་ཡིན་དུས་ད་ལྟ་འདི། དེ་ནས་དབུ་མ་འཇུག་པའི་གི་སེམས་ཀྱིས་དང་པོའི་གི་དགའ་བ་ཡང་དེ་གཟུང་འདུ་བ། ས་ཟེར་ནས་རང་གི་ངོ་བོའི་སྒོ་ནས་དབྱེ་བ་ཕྱེ་ཐུབ་ཀྱི་མ་རེད། འོ་ན་གང་འདྲའི་ཕྱིར་ན་དབྱེ་བ་ཕྱེ་ཐུབ་ཀྱི་ཟེར་ན་རྗེས་ཐོབ་ཀྱི་ངེས་ཤེས་འདྲེན་ཚུལ་མ་འདྲ་བའི་དོར་ནས་དེ་ནས་དབྱེ་བ་རྣམ་པ་གཅོད་ལ་སོགས་པ་དེ་ནས་དབྱེ་དགོས་རེད་གསུངས་ཡོད་བ། དེ་ནི་དེ་ལ་མདོ་ལུང་གཅིག་དྲངས་ཡོང་གི་འདུག་བ། ཇི་ལྟར་བར་སྣང་བྱ་བྱེད་མཁས་རྣམས་ཀྱིས་བརྗོད་པ་ནུས་མ་ཡིན་ཞིང་རྙེད་མི་ནུས་དེ་བཞིན་ས་ལ་བཞུགས་པའི་ཡེ་ཤེས་ཀྱང་བརྗོད་མི་ནུས་ན་རྙེད་པར་ག་ལ་ནུས་གསུངས་བ་རེད། དེའི་ཕྱིར་དུས་བཟང་ནས་དཔེར་ན་ནམ་མཁའ་ལ་དེ་ནས་བྱ་དེ་འདྲའི་རིགས་མ་འདྲ་བ་དགུ་ཚིག་ཅིག་འཕུར་ཡོང་བ་ཡིན་ན་འོ་ད་འདི་བྱ་དཀར་པོ་འཕུར་བའི་གི་ཤུ་རེད་འདི་བྱ་ནག་པོ་འཕུར་བའི་ཤུ་རེད་ཟེར་ན་དེ་འདྲའི་གི་ཤུ་སོ་སོ་མེད་པ་ཡིན་པ་ནང་བཞིན་དུ་དེ་ནི་ས་དང་པོ་གི་གང་ཟག་འཕགས་པ་དེ་ཆོས་དབྱིངས་ལ་རྩེ་གཅིག་ཏུ་མཉམ་པར་བཞག་བསྡད་པ་དེ་དང་སངས་རྒྱས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་ཉིད་ཆོས་དབྱིངས་ལ་མཉམ་པར་བཞག་བསྡད་པ་དེ་ཉིད་དེ་མཉམ་བཞག་ཡེ་ཤེས་དེ་ཡི་ངོ་ལ་ཁྱད་པར་གཏན་ནས་མེད་ཡོང་གི་ཡོད་རེད་དཔེར་ན་དེ་ནས་དེ་དང་དེ་ཆོས་ཀྱི་དབྱིངས་སྤྲུལ་པ་ཐམས་ཅད་དང་བྲལ་བའི་ངོ་བོ་དེ་ན་ཡོད་ཅིང་ཡེ་ཤེས་དེ་ཡང་སྤྲུལ་པ་ཐམས་ཅད་དང་བྲལ་བའི་ཚུལ་གྱི་སྒོ་ནས་མཉམ་པར་བཞག་སོང་བ་ཡིན་པ་ལ་ཁྱད་པར་གཏན་ནས་མེད་གསུང་བ་རེད་དེ་ཡིན་དུས་ཙམ་ནས་མཉམ་བཞག་རང་ངོ་ལ་ཁྱད་པར་མེད་རེད། ད་ཡིན་ན་ཡང་མཉམ་བཞག་རང་ངོ་ལ་ཁྱད་པར་མེད་པ་ཙམ་གྱིས་ཕན་གྱི་ཡོད་མ་རེད་དེ་ནས་ཅིག་མཉམ་བཞག་དེ་ལས་ལྡང་རྒྱུ་ཡོད་མེད་ཀྱི་ཐོག་ནས་བྱང་ཆུབ་སེམས་དཔའི་མཉམ་བཞག་དང་སངས་རྒྱས་ཀྱི་མཉམ་བཞག་གཉིས་ལ་ཁྱད་པར་ཅིག་ཆགས་ཡོང་གི་ཡོད་རེད་དཔེར་ན་སངས་རྒྱས་འདྲ་ཅིག་ཡིན་ན་དེ་ནས་དེ་དང་འདི། དེ་ནི་རྒྱུན་མི་འཆད་པའི་རྟག་པ་ཞི་བྱེད་བརྗོད་པ་ཡིན་གསུངས་པར་བ་ཞལ་ཤེས་ནང་ལ། སངས་རྒྱས་ཀྱི་དེ་ནས་ཅིག་ཆུ་དབྱིངས་རྩེ་གཅིག་པ་ཆུ་གཅིག་དབྱིངས་སྤྲུལ་པ་ཐམས་ཅད་དང་བྲལ་བའི་ངོ་བོ་དེ་ན་ཡོད་ཅིང་ཡེ་ཤེས་དེ་ཉིད་དུ་ན་འདི་དག་ཅིག་གཉིས་སྣང་མཐའ་དག་ནུབ་ནས་མཉམ་པར་བཞག་འགྲོ་བའི་འོད་རོ་རྒྱུན་དུ་རྡོ་རྗེ་ལྟ་བུ་ཏིང་ངེ་འཛིན་གྱི་ཕྱི་ལོགས་དེ་ན། དཔེར་ན་ཕར་ཕྱིན་གྱི་སྐྱོན་དང་བཅས་ནས་སྐད་ཅིག་མའི་འགྱུར་བ་བསྒོམ་ཚར་བའི་ཕྱི་ལོགས་དེ་ན་རྣམ་མཁྱེན་ཡེ་ཤེས་སྐད་ཅིག་མ་དང་པོ་ནི་འགོ་ཚུགས་ཏེ་ཆུ་དབྱིངས་ལ་མཉམ་པར་བཞག་པ་ཡིན་པ་གཅིག་པར་བ་སྟེ་ཡིན་དུས་དེའི་མཉམ་བཞག་དེ་ནས་སུ་ལྡང་རྒྱུ་ཡོད་མ་རེད། དེ་ནི་རྒྱུན་མི་འཆད་པ་སོ་མཉམ་བཞག་དེའི་ངང་ལ་བཞུགས་པ་རྒྱུན་མི་འཆད་པ་རེད། དེ་འདྲ་ཡིན་དུས་ཙང་ནས་མཚམས་མཚམས་དེ་ནས་རྟག་པ་ཟེར་ནས་བརྗོད་ཀྱི་རེད་ཟེར་ནས་གསུངས་ཡོད་འདུག་བ། འོ་དེ་འདྲ་རེད། ད་བྱང་ཆུབ་སེམས་དཔའི་གི་མཉམ་གཞག་འདྲ་བྱས་ནས་མཉམ་གཞག་རང་ངོ་ལ་སངས་རྒྱས་ཀྱི་མཉམ་གཞག་དེ་དང་ཁྱད་པར་ཡོད་མར་དེ་ཡིན་ན་མཉམ་གཞག་དེ་ལས་ལྡང་རྒྱུ་ཡོད་ཡོང་གི་ཡོད་རེད། ས་དང་པོ་གི་མཉམ་པར་གཞག་ནས་དེ་ནས་ཚོ་ལྡང་ནས་ས་དང་པོ་བརྗེ་ཐུབ་ལ་དེ་ནས་ཡོངས་སྦྱོང་ལ་སོགས་པ་བཟོ་དགོས་ཀྱི་ཡོད་རེད་བ། འོ་དེ་འདྲ་རེད་དེ་ཡིན་དུས་མཉམ་གཞག་ལྡང་རྒྱུ་ལྷུབ་ལམ་དང་མི་ལྷུབ་པའི་ལམ་གྱི་མཉམ་གཞག་གཉིས་པོ་དེ་ངོ་བོ་ཆོས་དབྱིངས་ལ་བརྩད་རྒྱུ་དང་མཉམ་པར་གཞག་པའི་ཆ་ནས་ཁྱད་པར་ཟེར་གལ་ཡོད་མ་རེད་དེ་ཡིན་ན་ཡང་དེ་ནས་ལྡང་རྒྱུ་ཡོད་མེད་ཀྱི་ཁྱད་པར་ཅིག་ཆགས་ཡོང་གི་ཡོད་རེད། དེ་ནང་བཞིན་དུ་དེ་ནི་ས་བཅུ་པོ་གི་བྱང་ཆུབ་སེམས་དཔའི་ས་བཅུ་པོ་གི་མཉམ་གཞག་འདྲ་བོ་ཅི་ཡིན་ན་ཡང་མཉམ་གཞག་རང་ངོ་ལ་ཆོས་དབྱིངས་དེ་འདྲའི་ལ་དག་ཅིག་རྩེ་གཅིག་ཏུ་མཉམ་པར་གཞག་པ་ལ་ཁྱད་པར་ཡོད་མ་རེད་ཡིན་ན་ཡང་ཇི་ཐུབ་ངེས་ཤེས་འགྲན་ཚོར་གྱི་སྒོ་ནས་དེ་ནི་ངེས་ཤེས་འགྲན་ཚོར་མ་འདྲ་བ་མ་འདྲ་བ་དེ་འདྲའི་སླད་ཡོང་དུས་དེའི་ཆ་ནས་དེ་ནི་ས་དང་པོ་དང་གཉིས་པ་དང་གསུམ་པ་ཟེར་ནས་བཤད་ཡོང་གི་ཡོད་རེད། དེ་འདྲ་བོ་ཇི་ཐུབ་ལ་དེ་ནི་ངེས་ཤེས་དེ་འདྲའི་མ་འདྲ་བ་མ་འདྲ་བ་འབྲང་རྒྱུ་ཡོད་པའི་རྒྱུ་མཚན་དེ་གར་ཆགས་སོང་བ་རེད་ཟེར་ན་དེ་ནི་མཉམ་གཞག་གི་གནས་སྐབས་སུ་ས་རང་གི་ངོ་སྐལ་གྱི་སྤང་བྱ་སྤངས་མ་སྤོངས་དེ་ལ་རག་ལས་འགྲོ་གི་ཡོད་རེད། དེ་བྱེད་དུས་དེ་ནི་ང་ཚོ་འཇིག་རྟེན་སྲུང་ཁུངས་ཀྱི་ཚོགས་ཆོས་དེ་ཚོ་ནང་ལ་ལོངས་ཀྱིས་དྲངས་ཡོང་གི་འདུག་བ་དེ་ཕལ་ཆེར་གྲུབ་ཆེན་གཅིག་གི་གསུང་ཡིན་ས་རེད་རྒྱ་གར་གྲུབ་ཆེན་གྱི་གསུང་ཡིན་འགྲོ་དེ་བྱེད་དུས་ག་རེ་གསུངས་པར་ཟེར་ན་མཉམ་བཞག་ཅི་ཡོད་རྗེས་ཀྱི་ཤེས་གསུངས་པ་རེད། མཉམ་བཞག་ཅི་ཡོད་རྗེས་ཀྱི་ཤེས། དོན་དག་ག་རེ་ཟེར་ཟེར་ན་མཉམ་བཞག་གི་གནས་སྐབས་སུ་རྟོགས་པ་དེ་གིས་དོན་གང་འདྲི་གཅིག་རྟོགས་ཡོད་དམ་མེད་ཟེར་ཡ་དེ་རྗེས་ཐུབ་ཀྱི་ངེས་ཤེས་དེ་གིས་ཡ་དེ་ནས་ཤེས་ཀྱི་རེད། མཉམ་བཞག་ཅི་ཡོད་རྗེས་ཀྱི་ཞེས་ཟེར་ཡ་ཚིག་ཅིག་ཡོང་འདུག་བ། ད་དེ་བྱས་ཡོང་དུས་དེའི་སྐད་ཆ་དང་དེའི་བསམ་བློ་དེ་འདི་ན་ཚོ་ཁེངས་འགུག་རེད་ཐ་ན་འདི་ནས་མ་འདྲི་བ་ཅུ་བཤད་ཡོང་དུས་ཚང་ནས་དངོས་བསྟན་གྱི་རྩ་བའི་ནང་ལ། ངེས་ཤེས་བཅུ་པོ་དེ་བཤད་ཡོང་གི་ཡོད་རེད། ས་ཡི་ངེས་ཤེས་བཅུ་དེ། ས་ཡི་ངེས་ཤེས་བཅུ་པོ་དེ་དངོས་སུ་བསྟན་ཡོང་དུས་ཚང་ནས་དེ་འདྲའི་གི་ངེས་ཤེས་བཅུ་པོ་དེ་ཐོབ་དང་མ་ཐུབ་ཟེར་ཡ་དེ་ག་རེ་ལ་གོ་དགོས་ཟེར་ན་དེའི་ངེས་ཤེས་བཅུ་པོ་དེ་ལ་འདྲི་བརྗེད་ཀྱི་འདྲི་བ་དྲར་མ་དྲར་ལ་དེ་ནས་རག་ལས་ཡོང་གི་ཡོད་རེད། ངེས་ཤེས་དེ་ལ་འདྲི་བརྗེད་ཀྱི་འདྲི་བ་དེ་དྲར་ཡོང་བ་ཡིན་ན་ངེས་ཤེས་དེ་འདྲེན་ཡོང་གི་ཡོད་རེད། དཔེར་ན་མཉམ་གཞག་གི་གནས་སྐབས་སུ། ད་ལྟ་འདི་ས་དང་པོའི་མཐོང་ལམ་གྱི་མཉམ་གཞག་གནས་སྐབས་སུ་ཀུན་སྤངས་ཀྱི་རིགས་ཡོངས་སུ་རྫོགས་པ་ཅིག་གྲགས་ཡོང་བའི་ཚེ་ན་དེ་ནི་ས་དང་པོ་གི་རྗེས་ཐོབ་ཀྱི་གནས་སྐབས་སུ་ངེས་ཤེས་ཅིག་གྲགས་ཡོང་གི་ཡོད་རེད། དེ་ཡིན་དུས་དེའི་ངེས་ཤེས་དེ་འདྲེན་པར་བྱེད་པ་དེ་མཉམ་གཞག་དེ་གི་རང་གི་ངོ་སྐལ་གྱི་སྤང་བྱ་སྤང་བ་ལ་རག་ལས་ཏེ། དེ་གཅིག་རེད། དེའི་རྗེས་འདུག་དེ་ནི་ས་གཉིས་པའི་གནས་སྐབས་སུ་ངེས་ཤེས་མ་འདྲ་བ་གཅིག་ཡོད་རེད་དེ་འདྲ་བོ་ངེས་ཤེས་མ་འདྲ་བ་དེ་འདྲེན་རྒྱུ་ཡོད་པའི་རྒྱུ་མཚན་གར་ཆགས་སོང་ཟེར་ན་ས་གཉིས་པའི་གི་དེ་ནི་མཉམ་གཞག་གི་གནས་སྐབས་ཀྱི་རང་གི་ངོ་སྐལ་གྱི་སྤང་བྱེད་ཀྱི་སྒྲིབ་པ་དེ་སྤང་བ་དང་མ་སྤང་བ་ལ་རག་ལས་ཡོད་རེད་འོ་ད་དེ་འདྲའི་བྱས་ཡོད་འདུག་ཙང་ནི་ད་ལྟ་འདི་ནང་ལ། དངོས་བསྟན་ལ་དེ་ནས་རྗེས་ཐོབ་ཀྱི་ངེས་ཤེས་བཅུ་པོ་དེ་བཤད་ཡོང་གི་ཡོད་རེད་ད་དེ་ཤུགས་ལ་དེ་ནས་དེ་ལ་སྒྲིབ་བྱེད་ཀྱི་སྒྲིབ་པ་བཅུ་པོ་རེ་ད་ངོས་འཛིན་བྱེད་དགོས་ཀྱི་ཡོད་རེད་མཁྱེན་དེ་བ་ས་ཡི་སྒྲིབ་པ་སོགས་དེ་ཐེག་ས་ཡིན། ད་འདི་ནས་ག་རེ་གསུང་གི་ཡོད་ཟེར་ན་ས་ཡི་སྒྲིབ་པ་ཡང་ས་དང་པོ་ལ་ནས་ཆོས་དབྱིངས་ཀུན་ཏུ་འགྲོ་བའི་དོན་དུ་རྟོགས་ཏེ། དེའི་བདག་གཞན་མཉམ་པ་ཉིད་རབ་ཏུ་ཐོབ་པ་དང་ཟེར་ན་གསུང་དེ་བ། ད་དེ་གསུང་དུས་ཙང་ནས་དེ་ནས་བྱང་ཆུབ་སེམས་དཔའ་ས་དང་པོ་ལྟ་བུ་ད་དེ་ལ། མཉམ་པར་བཞག་ཡོད་འདུག་ཙང་ནས་དེ་འབྲེལ་གྱི་མཉམ་བཞག་ཡེ་ཤེས་ལྟ། ས་དང་པོ་གི་མཉམ་བཞག་ཡེ་ཤེས་འདྲ་བོ་གཅིག་རྟོགས་ཡོང་བ་ཡིན་ན། དེ་འདྲ་བོ་མཉམ་བཞག་ཡེ་ཤེས་དེ་གའི་དེ་རེ་ཅིག་ཆོས་དབྱིངས་མངོན་སུམ་དུ་རྟོགས་པ་ཟེར་ན་ཤེས་དགོས་རུང་བ་ས་དང་པོ་ནས་ཆོས་དབྱིངས་མངོན་སུམ་རྟོགས་ཟེར་བཤད་ཡོང་གི་ཡོད་རེད། ཆོས་དབྱིངས་མངོན་སུམ་དུ་རྟོགས་པ་ལ་གཅིག་པ་རེད་འདོད་ཡོད་རེད་དེ་ཡིན་ན་ཆོས་དབྱིངས་མངོན་སུམ་དུ་མཐོང་བ་དེའི་སྐབས་སུ་རྗེས་ཐོབ་ཀྱི་གནས་སྐབས་སུ་ད་ངེས་ཤེས་དེ་ལ་ས་དང་པོ་གནས་སྐབས་སུ་ངེས་ཤེས་འདི་རེ་ཅིག་འདྲེན་ཡོང་གི་ཡོད་རེད་ཟེར་ཡ་དེ་རེད། ས་དང་པོ་གནས་སྐབས་ཀྱི་ངེས་ཤེས་དེ་ག་ཟེར་ན་ཆོས་དབྱིངས་ཀུན་ཏུ་འགྲོ་བའི་དོན་དུ་རྟོགས་ཏེ་ཟེར་ཏེ་བ། ཨ་དེ་སེ་དུ་ཙ་ནི། ས་དང་པོ་མཉམ་གཞག་དེ་ལས་ལངས་མ་ཐག་པའི་ཀྱི་བྱང་ཆུབ་སེམས་དཔའ་དེ་ལ་དེ་ནི་ངེས་ཤེས་ཁྱད་པར་བ་གང་དྲིས་ཅིག་སེམས་རྒྱུད་ལ་འདྲེན་རྒྱུ་ཡོད་རེ་ཟེར་ན་ཨོ་ད་ཡུར་ཆོས་ཀྱི་དབྱིངས་ཟེར་ཡ་དེ། དེ་ནས་ཤེས་བྱེད་ཀྱི་ཆོས་ཉི་ཚེ་བ་ཅིག་དང་ཤེས་བྱེད་ཀྱི་ཆོས་ཁ་ཤས་ཅིག་གི་ཆོས་དབྱིངས་དེ་འདྲས་མ་ཡིན་པར། དེ་ནས་ཆོས་ཀྱི་དབྱིངས་ཟེར་ཡ་དེ་ད་ཆོས་ཅན་ཇི་སྙེད་པ་དེ་ཐམས་ཅད་ལ་དེ་འདྲས་ཅིག་རྗེས་སུ་འགྲོ་ལྡན་གྱི་ཅིག་དང་རྗེས་སུ་ཁྱབ་བདེ་བས་ཀྱི་རང་བཞིན་ཅིག་དེ་འདྲས་ཅིག་རེད་འདུག་བསམ་པའི་ངེས་ཤེས་དེ་འདྲས་ཅིག་ཡོང་གི་ཡོད་རེད། དེ་ཡིན་དུས་དེ་འབྲེལ་གྱི་ངེས་ཤེས་དེ་ག་རེ་ལ་རག་ལས་ཡོད་ཟེར་ན་གོང་གི་དེ་ནི་མཉམ་བཞག་དེ་ལ་རག་ལས་ཡོད་དེ། དེ་བྱེད་དུས་ང་ཚོ་དགོངས་གཅིག་ནང་ལ་མཉམ་པར་བཞག་ལས་ཡོན་ཏན་ཐམས་ཅད་འབྱུང་གསུངས་འདུག་བ། དེ་བྱེད་དུས་རྗེས་ཐོབ་ངེས་ཤེས་དེ་ཡོན་ཏན་རེད་དེ་འབྲེལ་གྱི་ཡོན་ཏན་དེ་ཆོས་ཀྱི་སྔ་ལོགས་སུ་སོང་བའི་མཉམ་བཞག་དེ་ལ་རག་ལས་ཡོང་གི་ཡོད་རེད། ཆོས་ཀྱི་སྔ་ལོགས་སུ་སོང་བའི་མཉམ་བཞག་དེ་གིས་འདི་འདྲ་བོའི་ངེས་ཤེས་སྐྱེ་བར་བྱེད་པ་ལ་སྒྲིབ་བྱེད་ཀྱི་སྒྲིབ་པ་དེ་ལས་གྲོལ་ཡོང་བ་ཡིན་དུས་ཙང་ནས་དེ་ནི་ངེས་ཤེས་འདི་འདྲེན་ཡོང་གི་ཡོད་རེད་འོ་ད་དེའི་ཆ་ནས་དེ་ནི་སྒྲིབ་པ་གཅིག་ངོས་འཛིན་བྱེད་རེད། འདི་གསང་ཆོས་ཀུན་ཏུ་འགྲོ་བའི་དོན་དུ་གཏོགས་ཏེ་སྐལ་བཟང་དེའི་བདག་བཞི་མཉམ་པ་གཉིས་རབ་ཏུ་ཐོབ་པ་དང་གསུངས། རེད་དེ་གཅིག། དེ་ནས་དེ་ནང་བཞིན་དུ་ས་གཉིས་པ་སླེབ་ཡོང་བའི་སྐབས་སུ། བྱང་ཆུབ་སེམས་དཔའ་དེས་ཀྱི། ད་རྗེས་ཐོབ་ཀྱི་གནས་སྐབས་སུ་ངེས་ཤེས་ག་རེ་འདྲེན་ཡོང་གི་རེད་ཟེར་ན། ཆོས་ཀྱི་དབྱིངས་མཆོག་གི་དོན་དུ་གཏོགས་ཏེ། དེ་ལ་གོམས་པའི་རྟོག་པ་གོང་ནས་གོང་དུ་འགྲོ་བར་མཐོང་བ་ཡིན་པའི་ཕྱིར་དང། ད་ཆོས་ཀྱི་དབྱིངས་ཟེར་ཡ་དེ། དེ་ནས་ཡང་གཅིག་པ་ནི་ས་གཉིས་དང་པོ་ནི་བར་འཕུད་བད་ཀྱི་མཉམ་གཞག་དེ་ས་གཉིས་བད་ཀྱི་མཉམ་གཞག་ཡིན་དུས་མཉམ་གཞག་རང་གིས་དེ་ནས་ས་གཉིས་བད་ཀྱི་ངོ་སྐལ་གྱི་སྤང་བྱེད་ཀྱི་ཤེས་སྒྲིབ་དེ་འདྲ་བཅོམ་ནས་དེའི་མཉམ་གཞག་དེ་ལས་ཚུར་ལྡང་བས་ཀྱི་རྗེས་ཐོབ་ཀྱི་གནས་སྐབས་སུ་དེ་ནས་བྱང་ཆུབ་སེམས་དཔའ་དེ་ཀའོ་ད་ཆོས་ཀྱི་དབྱིངས་ཟེར་རྒྱུ་དེ་ཆོས་ཐམས་ཅད་ལ་ཁྱབ་པ་ཙམ་མ་ཟད་ད་ཆོས་ཀྱི་དབྱིངས་ཟེར་ཡ་དེ་དངོས་གནས་ཅིག་ཆོས་རྣམས་ཀྱི་ནང་ནས་མཆོག་ཏུ་གྱུར་པ་ཆོས་དབྱིངས་མཆོག་གི་དོན་དུ་དེ་ནས་རྟོགས་ཡོང་གི་ཡོད་རེད། ཆོས་དབྱིངས་མཆོག་གི་དོན་ཟེར་དུས་ཙང་ནས་ང་ཚོ་དེ་ནས་དེ་དང་འདི་དང། དོན་དུ་གཉེར་བྱ། དེ་ནས་ཅིག་བསྒྲུབ་བྱ། ད་ཡག་ཤོས་དེ་ཆོས་དབྱིངས་ཡིན་པ་དེ་ནི་ངེས་ཡོང་གི་ཡོད་རེད། ཆོས་ཀྱི་དབྱིངས་ཀྱི་གནས་ཚུལ་ཅིག་ཤེས་སོང་བ་ཡིན་ན་དེ་ནི་ལས་ཀ་ཚང་མ་འགྲིག་འགྲོ་གི་ཡོད། ཆོས་ཀྱི་དབྱིངས་ཀྱི་གནས་ཚུལ་ཅིག་མ་མཁྱེན་པ་མ་ཤེས་པ་ཡིན་ན་དེ་ནི་ལས་ཀ་ག་རེ་ཡིན་ན་ཡང་ཁོ་མ་འགྲིག་པ་བདག་ཉིད་ཅིག་ཡིན་པ་དེ་འདྲ་ཅིག་ཡིན་པ་ངས་ཟུར་འདུག་ས་ནས་ས་གཉིས་པས་ཀྱི་དེ་ནི་ཇེ་ཐུག་ནས་ཀ་སུ་ཆོས་དབྱིངས་མཆོག་གི་དོན་དུ་དེ་ནི་ད་རྟོགས་ཡོང་གི་རེད་ཟེར་ཡང་ད་དེ་གསུངས་པ་ཡིན་པ་རེད། ཨོ་ཡ། ད་ཁྱོད་ཡིན་ཆོག་གི་དོན་དུ་རྟོགས་ཡོང་དུས་ཙང་ནས་དེ་ནས་ཅིག་སྔོན་མ་ལས་ལྷག་ཙམ་གྱི་དགེ་བ་སྤྱད་ཡོང་གི་ཡོད་རེད་དེ་ནས་སྔོན་མ་ལས་ལྷག་ཙམ་ཅིག་གིས་དེ་ནས་ད་བརྩོན་འགྲུས་ཇེ་མཐོའི་སྤྱད་ཡོང་གི་ཡོད་རེད་དེ་བྱེད་དུས་ཙང་ནས་ས་གཉིས་པའི་གི་རྗེས་ཐོབ་ཀྱི་གནད་ཀ་སོ་ངེས་ཤེས་དེ་ལ་ཁྱོད་ཡིན་ཆོག་གི་དོན་དུ་རྟོགས་སོང་དུས་ཙང་ནས་ས་གསུམ་པ་ལ་བརྩོན་འགྲུས་ཀྱི་བར་ཕྱིན་འགྲོ་དགོས་པའི་རྒྱུ་མཚན་ཡང་དེ་རེད། ག་ས་ན། ང་ཚོ་འདི་ཟེར་བ། དགའ་བ་གི་འདུན་པས་ཀྱི་རྗོད་བྱེད་ཡོང་གི་ཡོད། འདུན་པ་གི་བརྩོན་འགྲུས་ཀྱི་རྗོད་བྱེད་ཡོང་གི་རེད་གསུང་གི་ཡོད་པ། ད་ཆོས་དབྱིངས་དཔལ་མཆོག་གི་དོན་ཡིན་པ་ཅིག་ངེས་ཡོད་འདུག་ཙང་ནས་དེ་ནས་འོ་ད་དེ་འདྲ་བོ་རྟོགས་པ་དེ་ད་ཡག་ཤོས་ཅིག་རེད་འདུག་བསམ་པའི་སྒོ་ནས་དགའ་བ་སྐྱེས་ཡོང་གི་ཡོད། དགའ་བ་སྐྱེས་ཡོད་འདུག་ཙང་ནས་ད་དུང་དེའི་ཐོག་ལ་རྩར་སྦྱོང་ཡག་གི་འདུན་པ་སྐྱེས་ཡོང་གི་ཡོད། དེ་འདུན་པ་དེ་ཡོད་འདུག་ཙང་ནས་དེ་དེའི་ཐོག་ལ་བརྩོན་འགྲུས་དེ་ཞུགས་ཡོང་གི་རེད་གསུང་པ་དེ་བཞིན་དུ་བརྩོན་འགྲུས་ཀྱི་བར་ཆད་འཇུག་ལ་སླེབས་དགོས་ཡ་རྒྱུ་མཚན་ཡང་དེ་ཚོ་ཡིན་གི་ཡོད་ས་རེད། ཨོ་ཡ། རྟོགས་པ་གོང་ནས་གོང་དུ་འགྲོ་བར་མཐོང་བ་དང་ད། དེ་སོང་རེད་ཆོས་དབྱིངས་དེ་ཡུར་དུ་བྱས་ཡོང་དུས་ཙང་ནས་ཡུར་ཆོས་ཀྱི་དབྱིངས་གང་ཡིན་པ་དེ་ལ་ཅིག་གོམས་འདྲིས་བརྟན་པོ་ཅིག་བྱས་སོང་བ་ཡིན་ན་དེ་ནི་གོང་ནས་གོང་དུ་ཡང་འགྲོ་རྒྱུ་ཡོད་པ། དཔེར་ན་དེ་ནི་རྟོགས་པ་གཅིག་གིས་དེ་ནི་ས་ལམ་མ་ལུས་པ་དག་དངོས་གནས་འགྲོ་ཐུབ་ཀྱི་ཡོད་པ་དེ་ནི་ངེས་ཡོང་གི་རེད་གསུངས་པར་གོང་དུ་འགྲོ་བར་མཐོང་བ་དང་དེ་གཅིག་རེད། དེ་ནས་དེ་བཞིན་དུ་ས་གསུམ་པ་ལ་ནི་ཆོས་དབྱིངས་རྒྱུ་མཐུན་པ་དོན་གྱི་མཆོག་ཉིད་དུ་རྟོགས་ཏེ་སོང་བ་དང་ས་གསུམ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་གིས་ཆོས་དབྱིངས་དེ།

དེ་འདྲ་བོ་ཐོས་བསམ་སྒོམ་གསུམ་པོ་དེ་གི་ད་དམིགས་ཡུལ་ནང་ནས་དམིགས་ཡུལ་ཡག་ཤོས་དེ་དེ་ནི་ཆོས་དབྱིངས་དེ་ཡིན་པ་དེ་ངེས་ཡོང་གི་རེད་ས་ཡ་ད་དེ་སོང་ཆོག་གི་འདུག་རྟོགས་དེ། དེ་འཐུས་པ་མཆོག་ཏུ་རིག་ནས་དེའི་ཕྱིར། ཨོ་ད་བྱང་ཆུབ་སེམས་དཔའ་དེ་གི་ད་ང་ཅིག་ཆོས་ལ་འཐུས་པ་བྱེད་ཡ་དེ་ད་ཡག་ཤོས་ཡིན་པ་རེད་དེ་ལ་དངོས་གནས་ཅིག་འབྲས་བུ་ཡག་པོ་ཐོབ་རྒྱུ་ཡོད་པ་རེད་ཡོང་དུ་རྩ་ནས་དེའི་ཆེད་དུ་འཐུས་པའི་གི་ཆེད་དུ་ཁ་སང་གོང་དུ་ཞུས་ཡོང་པ། མེ་ཚོགས་སྤུ་གྲིའི་སོ་ཡང་འགའ་ནས་ནས་ཕྱིན་དང་ཐུག་གི་བར་དུ་དམ་ཆོས་རྩ་བའི་ཟིན་ནས་སོང་ཡང་ནང་ཤེས་དག་དེའི་དོན་དག་དེ་རེད་འདིར་མ། མེ་ཡི་འོབས་སྟོང་གསུམ་གྱི་སྟོང་ཆེན་པོ་ཚད་ཙམ་དུ་ཡང་བདག་ཉིད་དགར་ནུས་པ་དག་དེ་འདྲའི་གི་བློ་སྟོབས་ཅིག་རེད་གསུངས་པར་བཟོད་ཐོས་པ། འོ་དེ་འདྲའི་གི་དེ་འདྲའི་ངེས་ཤེས་འདྲེན་གི་རེད་གསུངས་དང་དེ་ལ་སྒྲིབ་བྱེད་ཀྱི་དེ་འདྲ་ཅིག་ཡོད་པ་རེད་དེ་ས་གསུམ་པའི་གི་ས་གསུམ་པའི་གི་དེ་འདྲའི་སྤང་ཡོང་གི་ཡོད་ས་རེད། དེ་ནས་དེ་ནང་བཞིན་དུ་ས་བཞི་པ་ལ། ཡོངས་སུ་འཛིན་པ་མེད་དོན་དང་གསུངས་པ་རེད། ད་ས་བཞི་པའི་གནས་སྐབས་སུ་ཆོས་ཀྱི་དབྱིངས་ཟེར་ཡ་དེ་བདག་གིར་གྱི་ངོ་བོ་ཡང་མ་གྲུབ་པ་བདག་ཏུ་འཛིན་པའི་ངོ་བོ་ཡང་མ་གྲུབ་པ་མདོར་ན་འཛིན་པ་ཐམས་ཅད་ཡོངས་སུ་རྫོགས་པར་གྲོལ་བས་ཀྱི་བདག་ཉིད་ཅན་ཡིན་པ་ཉིད་དུ་རྟོགས་ཡོང་དུས་ཙང་ནས་དེ་ནི་དཔེར་ན་ཅིག་ཆོས་ལ་ཆགས་ཅིང་ཞེན་པ་ཡིན་ན་ཡང་དེ་སྤང་བྱ་ཡིན་པ། ཆོས་མ་ཡིན་པ་ལ་ཆགས་ཅིང་ཞེན་པ་ཡིན་ན་ཡང་སྤང་བྱ་ཡིན་པ་དག་དེ་ལྟ་བུའི་དོན་ཉིད་དུ་དེ་ནི་ངེས་ཡིན་དགོས་རེ་ཟུང་བར་བཞི་པ་ལ་ནི་ཆོས་དབྱིངས་ཡོངས་སུ་འཛིན་པ་མེད་པའི་དོན་དུ་རྟོགས་ཏེ་ཆོས་ལ་སྲེད་པ་ཡང་བཟློག་པ་དང། དཔེར་ན་བྱང་ཆུབ་སེམས་དཔའི་ལམ་གྱི་མི་མཐུན་པའི་ཕྱོགས་དེ་ཚོ་ཚང་མ་སྟེ་ཆོས་ལ་སྲེད་པ་དང་སངས་རྒྱས་ལ་སྲེད་པ་ཚང་མ་སྤང་བྱ་ཡིན་པ་ཕར་ཕྱིན་གནས་སྐབས་སུ། གཞི་ལ་མཚན་མར་འཛིན་པ། གཞི་བདེ་བར་གཤེགས་པའི་སྙིང་པོ་ཡང་ན་གཞི་བྱང་ཆུབ་ཆོས་ཀྱི་ཆོས་སུམ་ཅུ་སོ་བདུན་ལྟ་བུ། དེ་ནས་ལམ་ལ་མཚན་མར་འཛིན་པ། དེའི་བཞིན་དུ་དེ་ནས་འབྲས་བུ་ལ་མཚན་མར་འཛིན་པ་སངས་རྒྱས་དེས་སྟོན་པ་རྣམས་དང་རེ་བསམ་པའི་ངེས་ཤེས་འཛིན་པ་དེ་ཡང་སྤང་དགོས་པར་གསུངས་ཡོད་རེད་བ་དེ་ཕྱིར་དུ་ཟིན་དང་ད་ལྟ་དེ་ནས་བྱང་ཆུབ་སེམས་དཔའ་དེ་གི་ཆོས་དབྱིངས་གང་ཡིན་པ་དེ་དེ་ནི་གཅིག་ཁོ་རང་གི་ངོ་བོ་དེ་ཡོངས་སུ་འཛིན་པ་ཐམས་ཅད་དང་བྲལ་བའི་བདག་ཉིད་ཅན་ཡིན་པ་ཉིད་དུ་ངེས་བཟུང་དུ་བཅངས་ནས་འོ་ད་གང་དུ་བཟུང་བ་ཡིན་ན་ཡང་དེ་ནི་དེ་ལྟ་ཅིག་འཆིང་བ་ཡིན་པ་དེ་ནི་ངེས་འགྲོ་རེ་གསུངས་པར་རྟོགས་ཏེ་ཆུ་ལ་སྲེད་པ་ཡང་འདོར་བ་དང། འོ་དེ་འདྲ་དང། དེ་ནི་ས་ལྔ་པ་ལ། ད་འདི་ཚོ་ཚང་མ་དེ་ངེས་ཤེས་དང་བཅས་ཤེས་ཡོན་པ་ངེས་ཤེས་དེ་བསྟན་གྱི་ཡོད་རེད་དེ་ནི་དེ་ལ་སྒྲིབ་བྱེད་ཀྱི་སྒྲིབ་པ་ངེས་ཤེས་དེ་འདྲ་ཞིག་རྒྱུད་ལ་སྐྱེ་མི་བཅུག་པའི་ཀྱི་སྒྲིབ་པ་དེ་དག་ཤུགས་ལ་བསྟན་ཡོང་དེ་ཚོ་ཤེས་སྒྲིབ་ཀྱི་ཆར་ཆུད་པ་དེ་རེད། ང་བ་དེ་འདྲ་དང། ལྔ་པ་ཆོས་དབྱིངས་རྒྱུད་རྣམས་ཐ་དད་མེད་པའི་དོན་དུ་རྟོགས་ཏེ། ཨ་དེ་གསུམ་དུ་ས་ལྔ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་གའི་རྗེས་ཐོབ་ཀྱི་གནས་སྐབས་སོགས་དང་ཆོས་ཀྱི་དབྱིངས་ཟེར་ཡ་དེ་གཅིག། གང་ཟག་གི་ཆོས་ཅན་གྱི་རྒྱུད་དེ་ཁ་ཁ་རེད་འགྲོ་བ་རེ་དྲུག་གི་རྒྱུད་སོ་སོ་སོ་སོ་ཡོད་རེད་མི་ལ་ཡང་དེ་ནས་རྒྱུད་སོ་སོ་སོ་སོ་ཡོད་རེད་དེ་འོན་ཀྱང་དེ་ཐམས་ཅད་ལ་ཆ་བདེ་བས་ཀྱི་ཆོས་དབྱིངས་གང་ཡིན་པ་དེ་རྒྱུད་རྣམས་ཐ་དད་མེད་པའི་དེ་ནི་དོན་དུ་ངེས་ཤེས་ལྡན་ཡིན་དགོས་རེད་གསུངས་པ་དོན་དུ་རྟོགས་ཏེ། བདག་དེ་བཞིན་ཐ་དད་མེད་པ་མཉམ་པ་ཉིད་དུ་དེ་ནི་རྟོགས་པ་དང་ཟེར་ཡ་དེ་གསུངས་པ་རེད། བདག་གཞན་མཉམ་པ་ཉིད་དུ་རྟོགས་པ་དང། དེ་ནས་དེ་བཞིན་དུ་ས་དྲུག་པ་ལ། ཆོས་དབྱིངས་ཀུན་ནས་ཉོན་མོངས་པ་རྣམ་པར་དག་པ་མ་ཡིན་པའི་དོན་དུ་རྟོགས་ཏེ་ད་ཆོས་ཀྱི་དབྱིངས་ཟེར་ཡ་དེ། དེ་ནས་ས་དྲུག་པ་ལ་ལས་ཡིན་དུ་ས་ནི་བྱང་ཆུབ་སེམས་དཔའ་དེ་ཀྱི། དེ་ནི་ད་ལྟ་འདི། དབུ་མ་འཇུག་པ་ནས་གསུངས་ཡོད་པ་མངོན་དུ་ཕྱོགས་པ་མཉམ་གཞག་སེམས་གནས་ཀྱིས་རྫོགས་པའི་ས་ཅིག་ཕྱིར་ལོག་མངོན་ཕྱོགས་ཤིང་འདི་རྟེན་འབྱུང་བས་དེ་ཉིད་མཐོང་བ་དང་ཤེས་རབ་གནས་པའི་འགོག་པ་ཐོབ་པར་འགྱུར་གསུངས་པ་རེ་རྟེན་ཅིང་འབྲེལ་བར་འབྱུང་བའི་སྤྱི་ཉིད་འདི་པ་ཙམ་གྱི་དོན་དག་ཅིག་རྟེན་འབྲེལ། ངོ་བོ་སྟོང་ལ། རྣམ་པ་སྣ་ཚོགས་སུ་ཤར་བ། སྟོང་རྟེན་འབྱུང་འགག་མེད་ཀྱི་བདག་ཉིད་ཅན་ཡིན་པ་ཅིག་ལ་བྱང་ཆུབ་སེམས་དཔའ་དེ་ངེས་ཤེས་འདྲེན་ཡོང་དུས་ཙང་ནས་དེའི་རྒྱུ་མཚན་གྱིས་དེ་ནི་ཆོས་ཀྱི་དབྱིངས་གང་ཡིན་པ་དེ་ཀུན་ཉུང་འཁོར་བས་ཀྱི་ཆོས་དང་རྣམ་བྱང་མྱང་འདས་ཀྱི་ཆོས་ཟིན་ན་ད་དེ་གཉིས་གང་གི་ཡང་དེ་ནི་ངོ་བོ་མ་གྲུབ་པ་རྟོགས་ཡོང་གི་རེད་གསུངས་པར་ཀུན་ན་ཉོན་མོངས་པ་དང་རྣམ་པར་བྱང་བ་རྣམ་པར་དག་པ་དག་མིན་པའི་གྱི་དོན་དུ་རྟོགས་ཏེ། རྟེན་ཅིང་འབྲེལ་བར་འབྱུང་བའི་གྱི་དོན་གྱི་གནས་ཚུལ་དེ་ལ་ཀུན་ཉུང་འཁོར་བ་ཟིན་ན་ཡང་མ་གྲུབ་པ་ཅིག་དང་རྣམ་བྱང་མྱང་འདས་ཟིན་ན་ཡང་མ་གྲུབ་པ་ཡིན་པ་ཉིད་དུ་དེ་ནི་མཐོང་ཡོང་གི་ཡོད་རེད་ཟེར་ཡ་དེར་དོན་དེ་ལ་ཆོས་དེ་དག་གང་ལྟར་ཡང་མ་མཐོང་བ་དང་གསུངས། དཔེར་ན་ད་ནི་འོ་མ་འཇུག་པའི་གནས་སྐབས་སུ། ས་དྲུག་པའི་གི་མངོན་རྟོགས་སེམས་ཙམ་པ་གི་འགྲེལ་བཤད་རྒྱབ་ཡོད་འདུག་ཙང་ནི་གར་རྒྱབ་ཡོད་རེད་ཟེར་ན་གཟུང་བ་མེད་ཅིང་འཛིན་པ་མ་མཐོང་ཅིང་གསུང་ཡོང་གི་བ་ས་དྲུག་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་གི་གཟུང་བ་ཡོད་ཡང་མཐོང་གི་མ་རེད་འཛིན་པ་ཤེས་པ་ཡང་མཐོང་གི་མ་རེད་ཟེར་ན་གཟུང་བ་ནང་བཞིན་རེད་དེ་ད་ལྟ་འདི་ད་དྲུག་པའི་གི་རྗེས་ཐོབ་གནས་སྐབས་སུ་འཁོར་བ་ཟེར་ནི་དེ་ནི་བ་ངན་པ་སྤང་བྱ་ཡིན་པ་གཅིག་དང་མྱང་འདས་ཟེར་ཡ་དེ་ནི་དེ་ནི་གཅིག་བཟང་པོ་ཚུར་བླང་བྱ་ཡོད་པ་ཉིད་དུ་བླང་དུར་ཐ་དད་དུ་མེད་པའི་དེ་ནི་དོན་དུ་ངེས་ཤིང་བདེན་ཡིན་གི་རེད་ཟེར་ཡ་དེ་རེད་གང་དུ་ཡོད་མ་མཐོང་བ་དང། ད་དེ་བྱེད་ཀྱི་འདུག་ཚར་ནས་བཀའ་བརྒྱུད་པ་འདྲ་བོ་ཅིག་ཡིན་ན་དེ་ནས་རྩེ་གཅིག་སྤྲོས་བྲལ་རོ་གཅིག་སྒོམ་མེད་ཟེར་གྱི་འདུག་ཚར་ན་ད་རོ་གཅིག་ཅེས་ཡག་གི་དེ་ནི་འགོ་བཙུགས་ཡོང་གི་ཡོད་རེད་དེ་རོ་གཅིག་དངོས་གནས་ཆ་ཚང་བཅད་འགྲོ་བ་དེ་ས་བདུན་པ་དང་ས་བརྒྱད་པ་དེ་ཚོ་ནས་རེད་འདོད་ཡོད་རེད་གསུང་གི་ཡོད་རེད་བ། ད་རོ་གཅིག་ཅེས་ཡག་གི་སྒོམ་རོ་གཅིག་གི་རྟོགས་པ་བརྒྱུད་ལ་བཅད་ཡག་གི་དེ་ནི་ས་མཚམས་འདྲ་བོ་ཞིག་དེ་ནས་ལས་ཡོང་དགོས་ས་རེད་འོ་དེ་བྱས་ནས་ཆོས་དེ་གང་དུ་ཡང་མ་མཐོང་བ་དང་དེ་ནི་ས་བདུན་པ་རེད་ད་ས་བདུན་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་གིས་དེ་ནས་ད་མཚན་འཛིན་སྤངས་ཡོང་གི་ཡོད་རེད་དེ་བྱེད་དུས་ཙང་ནས། ཆོས་དབྱིངས་ཐ་དད་མེད་པའི་དོན་དང། ད་ཆོས་དབྱིངས་དེ། དེ་ནས་ཆོས་ཅན་ཟེར་ཡ་གཅིག་དང། འདི་ཆོས་ཅན་འོ་བསམ་པ་གཅིག་དང། འདི་ཆོས་ཉིད་འོ་ཟེར་ནས་ཆོས་དང་ཆོས་ཅན་རྣམ་པ་གཉིས་པོ་དེ་ཐ་དད་མེད་པའི་དོན་དུ་ངེས་ཤིང་འདོད་ཡོང་གི་ཡོད་རེད་གསུངས་རེད། དེ་ཡིན་དུས་ཆོས་དབྱིངས་ཐ་དད་མེད་པའི་དོན་ཉིད་དེར་གཏོགས་ཏེ། གང་ཡིན་ཟེར་ན་མཚན་མ་མེད་པས་མདོ་སྡེ་ལ་སོགས་པའི་ཆོས་ཀྱི་མཚན་མ་ཐ་དད་མི་འབྱུང་བ་ཡིན་པའི་ཕྱིར་རོ་གསུངས། དེ་ཡིན་དུས་བྱང་ཆུབ་སེམས་དཔའ། ས་བདུན་པ་ལ་མ་སླེབས་ཀྱི་བར་དུ་ད་དུང་ས་ལྔ་པ་དང་དྲུག་པ་ལ་སོགས་པའི་རྗེས་ཐོབ་གནས་སྐབས་སུ་མདོ་སྡེ་དེ་ཚོ་གི་དོན་ལ་དེ་ནས་ཅིག་ཐོས་བསམ་དེ་འདྲ་བྱས་ནས་དེ་འདྲའི་གི་སྟོབས་ཀྱི་སྒོ་ནས་དེ་ནས་ཡང་ཅིག་ཆོས་ཀྱི་དབྱིངས་ལ་སོགས་པ་ལ་ངེས་ཤེས་འདྲེན་བྱེད་ཀྱི་རྒྱུ་དེ་འདྲ་ཅིག་བསགས་དགོས་གསུངས་འདུག་ས་བདུན་པ་ལ་འདི་ཚོ་ནི་དེ་ནི་མདོ་དང་བསྟན་བཅོས་ལ་སོགས་པ་ལྟ་བུ་རྗོད་བྱེད་ཀྱི་ཚིག་ལ་ལྟོས་ནས་དེ་ནི་ཆོས་ཀྱི་དོན་དེ་ལ་དེ་ནི་ངེས་ཤེས་འདྲེན་དགོས་ཀྱི་མ་རེད་གསུངས་ཀྱི་ཡོད་རེད་མཚན་མ་མིན་པའི་དོན་དུ་རྟོགས་སོང་བ་ཡིན་པའི་རྒྱུ་མཚན་སྒོ་ནས་མིང་ཚིག་ལ་སོགས་པ་ལ་ལྟོས་པ་ཡོད་མ་རེད་གསུངས་ཀྱི་ཡོད་པ་འོ་དེ་རེད་ཁྱོད་ཀྱིས་མཚན་མ་ཐ་དད་པ་མི་འབྱུང་བའི་ཕྱིར་དང། དེ་ནས་ས་བརྒྱད་པ་ལ་ནི་ཆོས་ཀྱི་དབྱིངས་བྲི་བ་མེད་ཅིང་འཕེར་བ་མེད་པའི་དོན་དུ་རྟོགས་ཏེ་ད་ས་བརྒྱད་པ་ལ་དངོས་གནས་རོ་གཅིག་ཆེན་པོ་ཟེར་ཡ་དེ་རྒྱུད་ལ་སྐྱེས་ཡོང་གི་ཡོད་རེད་དེ་བཞིན་དུ་འཇིག་རྟེན་གསུམ་གང་གི་ཡང་དངོས་གནས་ཀྱི་གསང་སྔགས་ཀྱི་དེ་ནས་ཅིག་བསྐྱེད་རྫོགས་ཀྱི་ཉམས་ལེན་མཚན་ཉིད་དཔག་བྱེད་བྱེད་མཁན་ཅིག་ཡིན་ན། དེ་ནས་དེ་རྣམས་ནས་དཔེར་ན་གསང་སྔགས་ཆགས་ལམ་ལ་བརྟེན་ནས་ཉམས་ལེན་བྱེད་མཁན་འདྲ་ཅིག་ཡིན་ན་རིག་མ་བསྟན་པ་གི་གང་ཟག་ཅིག་ཡིན་ན་ད་མ་མཐའ་ལ་ས་བརྒྱད་པ་ཐོབ་དགོས་རེད་གསུངས་ཡ་དེ་གསུངས་གི་རེད་ད་འདི་གིས་དེ་ནས་ད་ལྟ་འདི་ཆོས་ཀྱི་དབྱིངས། སྐྱོན་གྱི་ཆ་ཕ་དྲི་བ་ཟེར་ཡ་གཅིག་དང་ཡོན་ཏན་གྱི་ཆ་ཚུལ་འཕེར་བའི་གི་བདག་ཉིད་མེད་པ་ཉིད་དུ་དེ་ནི་ངེས་ཤིང་དེ་ཡིན་དགོས་རེད་གསུངས་པ་དོན་དུ་རྟོགས་ཏེ་མི་སྐྱེ་བའི་ཆོས་ལ་དེ་ནི་བཟོད་པ་ཐོབ་པས། དེ་བྱེད་དུས་དེ་ནི་ང་ཚོས་ད་ལྟ་འདི་ཆོས་ཀྱི་བདག་མེད་ས་བཅད་མངོན་དུ་བྱས་གསུང་གི་རེད་བ་དེའི་སྐབས་སུ་དེ་ནི་ཆོས་ཀྱི་བདག་མེད་པ་ཟེར་ཡ་དེ་ཡང་དག་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པའི་གི་རྟོགས་བྱ་ཉིད་དུ་གྱུར་བས་དེ་ནི་ཆུའི་མཚན་མར་འཛིན་པའི་གི་སྤྲུལ་ཚོགས་ཉེ་བར་ཤེས་པའི་གི་དག་བདག་མེད་པ་དེ་ས་བརྒྱད་པ་ནས་འགོ་བཙུགས་ཡོང་གི་ཡོད་དག་དེ་གསུང་གི་རེད་བ་རྟོགས་ཏེ་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པས་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བའི་ཆོས་ལ་དྲན་པར་མེད་པ་ཉིད་དུ་ངེས་པ་དང། དེ་འདྲའི། དེ་ནི་དེ་ནང་བཞིན་དུ་དག་པ་ནི་དག། རྒྱས་པ་དེ་ཉིད་རྣམ་པར་མི་རྟོག་པ་དང་ཞིང་དག་པ་ལ་དབང་ཞིང། དགོད་པ་ལ། ཆོས་དབྱིངས་ཡེ་ཤེས་ལ་དབང་བས་གནས་ཉིད་དུ་རྟོགས་ཏེ་སོ་སོ་ཡང་དག་པའི་རིག་པ་ཞིག་ཐོབ་པ་དང། སྤྱོད་པ་ལ་ནི་ཆོས་དབྱིངས་ལས། ལས་ལ་དབང་བས་གནས་ཉིད་དུ་རྟོགས་ཏེ་ཇི་ལྟར་བཞེད་པ་བཞིན་དུ་རིག་པ་རྣམས་ཀྱིས་སེམས་ཅན་གྱི་དོན་མཛད་པའི་ཕྱིར་དེ་ལྟར་ན་དབང་ནི་བཞི་པོ། ད་དབང་བཞེས་ཟེར་དུས་ཙང་ནས་འདི་དབང་སྤྱི་བཏང་ནམ་ཅོ་ང་ཚོ་དབང་རྣམ་པ་བཅོས་ཟེར་ནས་ཡོད་རེད་བ་ད་ད་ནང་འདི་ནས་དབང་བཞེས་སོང་ཡོད་དུས་ཙང་ནས་ད་ནས་ད་ལྟ་འདི་རྣམ་པར་མི་རྟོག་པ་ལ་དབང་བ་ཟེར་ཡ་གཅིག་དང་ཞིང་དག་པ་ལ་དབང་བ་ཟེར་ཡ་དེ་དང་དེ་ནས་ད་ལྟ་འདི་ཡེ་ཤེས་ལ་དབང་བ་ཟེར་ཡ་དེ་དང་དེ་ནས་ད་ལྟ་འདི་ཆོས་དབྱིངས་ལས་ལ་དབང་བ་ཟེར་ཡ་ད་དེ་འདྲའོ་རྣམ་པ་ལས་ལ་དབང་བ་ཟེར་ཡ་དེ་དབང་བཞི་པོ་དེ་རེད་འདི་དབང་བཞི་པོ་ཐོབ་ཟེར་དུས་དབང་བཞི་པོ་དེ་དེ་ནི་ས། གསུམ་ལ་སྦྱར་དགོས་ས་རེད་ས་བརྒྱད་པ་དེ་གཉིས་ལ་རྣམ་པར་མི་རྟོག་པ་དང་གཞན་དག་པ་ལ་དབང་བརྒྱུད་ལ་ཐོབ་འགྲོ་གི་རེད་ཟེར་གི་རེད་དེ་ཕྱི་དུས་ཚང་ནས་ཕར་ཕྱིན་གྱི་གནས་སྐབས་སུ་ང་ཚོ་འདི་ཞིང་དག་སྦྱོར་གྱི་ཉམས་ལེན་དེ་མཚན་ཉིད་པ་དེ་ས་བརྒྱད་པ་ནས་ཡང་བཟུང་ཡོང་གི་ཡོད་བ། ཞིང་དག་སྦྱོང་གི་ཉམས་ལེན་དེ་ས་བརྒྱད་པ་ནས་གཙོ་བོ་བཟུང་ཡོང་གི་ཡོད་རེད། འོ་དེ་རེད་དེ་ཕྱི་དུས་ཚང་ནས་བརྒྱད་པ་དེ་གཉིས་ལ་རྣམ་པར་མི་རྟོག་པ་དང་ཞིང་དག་པ་ལ་དབང་ཞིང་ད་རྣམ་པར་མི་རྟོག་པ་ཟེར་ཡ་འདི་མཚན་འཛིན་གྱི་དེ་ནས་རྣམ་རྟོག་ཐམས་ཅད་བར་ཁྲར་སོང་བ་ཡིན་པར་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པ་རྡོ་རྗེ་གི་མཚན་མ་མིན་པའི་ཆོས་ཀྱི་བདག་མེད་རྟོགས་སོང་བ་ཡིན་དུས་རྣམ་པར་མི་རྟོག་པ་ལ་དབང་བ་རེད། དེ་ནི་དེ་བཞིན་དུ་གཞན་ཐམས་ཅད་ཡང་དེ་ནི་རང་ཉིད་མ་འོངས་པ་ལ་མངོན་པར་རྫོགས་པར་འཚང་རྒྱ་བར་འགྱུར་བའི་གནས་གང་ཡིན་པ་དེ་ཉིད་ལྗན་ལྗིན་དང་ངམ་གྲོག་དང་གཡང་ས་ལ་སོགས་པ་མེད་པ་ཉིད་དུ་ལྟ་ཅི་ཞིང་དག་པར་འབྱུང་བའི་ཉམས་ལེན་ཁྱད་པར་ཅན་གྱི་རྒྱུད་ལ་ཐོབ་སོང་བ་ཡིན་དུས་ཞིང་དག་པ་ལ་དབང་ཞིང་སོང་ལས། དེ་ནི་ས་དགུ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་ཀའི་ད་ཆོས་དབྱིངས་དེ་ག་འདྲ་ཡིན་པ་རྟོགས་འོར་ཟེར་ན་ཡེ་ཤེས་ལ་དབང་བའི་གནས་ཉིད་དུ་རྟོགས་ཏེ་ད་སོ་སོར་ཡང་དག་པའི་རིག་པ་བཞེས་ཆོས་སོ་སོར་ཡང་དག་པར་རིག་པ་དོན་སོ་སོར་ཡང་དག་པར་རིག་པ་ངེས་ཚིག་སོ་སོར་ཡང་དག་པར་རིག་པ་སྤོབས་པ་སོ་སོར་ཡང་དག་པར་རིག་པ་ཟེར་ཡང་དེ་འདྲ་བའི་རིག་པ་རྣམ་པ་བཞི་པོ་དེ་དེ་ནས་ཐོབ་ཡོང་གི་རེད་སོང་ཡང་རེད་ཐོབ་པའི་ཕྱིར་དང། དེ་ནས་ས་བཅུ་པ་ལ་ནི་ཆོས་དབྱིངས་དེ་ནི་ལས་ལ་དབང་བའི་གི་དོན་ཉིད་དུ་རྟོགས་ཏེ། ལས་ལ་དབང་བའི་གནས་ཉིད་དུ་རྟོགས་ཏེ། ཆོས་ཀྱི་དབྱིངས་གང་ཡིན་པ་དེ་ཉིད་དེ་ནི་ད་ལྟ་འདི། གདུལ་བྱ་གཞན་དུ་རྣམ་པ་སྣ་ཚོགས་པ་དེ་འདྲའི་ཅིག། བསྒྲུབ་རྒྱུ་ཡོད་པ་དང་བསྒྲུབ་ཐུབ་པའི་གི་རྒྱུ་མཚན་གང་ཡིན་པ་དེ་ཆོས་དབྱིངས་གང་ཡིན་པ་དེ་ལས་མ་གཡོས་པ་ཡིན་པའི་རྒྱུ་མཚན་སྒོ་ནས་དེ་ནི་ལས་རྣམ་པ་སྣ་ཚོགས་པ་ལ་དག་དབང་ཐོབ་རེས་ཡ་དེར་དེ་བྱེད་དུ་ཚང་ནས་ང་ཚོ་འདི་དབུ་མ་འཇུག་པའི་གནས་སྐབས་སུ་འདི་སོང་ཡོད་པ། སྟོང་པ་ཉིད་ལ་རབ་ཏུ་སྐྱེ་བར་འགྱུར་སོང་བ། ཁྱོད་ཁོ་རང་གི་རང་བཞིན་སྟོང་ཉིད་ཡིན་པའི་རྒྱུ་མཚན་བསྒོས་ནས་དེ་ནི་ལས་རྣམ་པ་སྣ་ཚོགས་པ་བྱེད་ཆོག་ཡོད་རེད་གལ་སྲིད་དཔེར་ན་སྟོང་ཉིད་མ་ཡིན་པ་བདེན་གྲུབ་ཡིན་པའི་དབང་དུ་བཏང་སོང་བ་ཡིན་ན་དེ་ནི་ཅིག་སེམས་ཅན་གདུལ་བྱ་འདུལ་བར་བྱེད་པ་ཡིན་ན་ལས་ཀ་གཅིག་རང་བྱེད་དགོས་རེད་ཡང་ན་དེ་མ་གཏོགས་ལས་རྣམ་པ་སྣ་ཚོགས་པ་དེ་འདྲ་ཅིག་བྱེད་རྒྱུ་ཡོད་པ་བདག་ཉིད་ཅན་མ་རེད་དེ་བྱེད་དུ་ཚང་ནས་ད་དེ་འདྲ་བོ་དེ་ལ་དབང་ཕུན་སུམ་ཚོགས་པ་དེ་བྱང་ཆུབ་སེམས་དཔའ་ས་བཅུ་པ་བ་དེ་དེ་ནི་ཐོབ་འགྲོ་གི་ཡོད་རེད་སོང་རེད་དེ་བྱེད་དུ་དེ་ནི་རྗེས་ཐོབ་ཀྱི་གནས་སྐབས་སུ

འོ་དེ་ལྟ་བས་ན་ཆོས་ཀྱི་དབྱིངས་ལ་མ་རིག་པ་ཉོན་མོངས་པ་ཅན་མ་ཡིན་པའི་སྒྲིབ་པ་བཅུ་ཡོད་པ་དག་ཆོས་ཀྱི་དབྱིངས་ལགས་སུ་འདོད་ཆོས་ཀྱི་དབྱིངས་དེ་དང་དེ་ལ་ངེས་ཤེས་དེ་དང་དེ་འདྲེན་པར་བྱེད་པ་ལ་སྒྲིབ་བྱེད་དང་དེ་འདྲ་བོ་ངེས་ཤེས་འདྲེན་མི་ཐུབ་པར་བྱེད་པའི་དེ་ནི་སྒྲིབ་པ་མ་རིག་པ་དེ་ནི་ཉོན་མོངས་པ་ཅན་མ་ཡིན་པ་དག་ཉོན་མོངས་ཅན་ཟིན་དུ་ཉོན་སྒྲིབ་ཟེར་བ་ཉོན་སྒྲིབ་མ་ཡིན་པའི་གེགས་དང་ཤེས་བྱའི་འབྲེལ་པ་ཟེར་བ་དག་དེ་འདྲ་བོ་དེ་ནི་རྣམ་པ་བཅུ་ཡོད་པ་ཡིན་ནོ་གསུངས་པ་རེད་རྣམ་པ་བཅུ་ཡོད་པ་རེད། དེ་འདྲ་བོ་འདྲེས་པ་རྣམ་པ་བཅུ་ཡོད་པ་དེ་ས་བཅུའི་མི་མཐུན་ཕྱོགས་རྣམས་ནི་གཉེན་པོ་དང་ནི་ས་ཡིན་ནོ་གསུངས་འདུག་དེ་ནི་དེ་ལྟ་བུ་དེ་ནས། འདྲེས་པ་རྣམ་པ་བཅུ་པོ་དེ་ས་བཅུ་ཡི་མི་མཐུན་པའི་ཕྱོགས་རེད་གསུངས་པ་རེད། དེ་འདྲ་བོ་ས་བཅུ་ཡི་མི་མཐུན་པའི་ཕྱོགས་ཀྱི་འདྲེས་པ་རྣམ་པ་བཅུ་པོ་དེ་གི་གཉེན་པོ་དག་དེ་སུ་རེད་ཟེར་ན་ས་ཡིན་ནོ་གསུངས་འདུག་བ། ད་དེ་གསུངས་དུས་ཚང་ནས་འདི་ལ་ག་རེ་གོ་རྒྱུ་ཡོད་ཟེར་ན་ང་ཚོ་ནམ་རྒྱུན་ས་ཟེར་ཡ་ཅིག་ངོས་འཛིན་བཟོ་ཡོང་གི་ཡོད་རེད་བ་ས་དང་པོ་དང་གཉིས་པ་ཟེར་ཡ་ཅིག་དེ་བྱེད་དུས་ཚང་ནས་ད་ལྟ་ཕལ་ཆེར་དགེ་ཕྱོགས་ནས་དེ་ནས།

ད་ད་ད་འདི་ས་སྐྱེས་ཀྱི་ཆོས་དང་ང་རང་ཚོ་ཡང་ཕལ་ཆེར་ད་ད་འདི་ད། ད་ད་ད་ཆུའི་གྲུ་པའི་ཤིང་རྟ་འདྲ་བོ་ཅིག་ཡིན་ན་ས་ཟད་ནས་མཉམ་བཞག་ལ་ངོས་འཛིན་གནང་ཡོང་གི་ཡོད་རེད་མཉམ་བཞག་དེ་ལ། དེ་གར་ཟེར་ན་ད་ད་འདི་དབུ་མ་འཇུག་པའི་གནས་སྐབས་ཀྱི་ལུང་ཅིག་ཡོད། དེ་ནས་བརྩེ་བ་སྙིང་རྗེ་ཆེན་པོ་དང་བདག་མེད་མངོན་སུམ་རྟོགས་པའི་ཤེས་རབ། གཉིས་ཀྱིས། རྒྱུ་ཅན། དེ་གཉིས་ཀྱི་རྒྱུ་ཅན་ཅན་དང་ཅན། རྒྱུ་ལ་ཅན་ཟེར་ཏེ་མ་གཏོགས་རྒྱུ་ཅན་ཟེར་དུ་རྒྱུ་ཡོད་པ་ཟེར་གྱི་རེད་དེའི་རྒྱུ་ཅན་དེ་སུ་རེད་ཟེར་ན་འབྲས་བུ་ལ་གོ་དགོས་རེད་བ། རྒྱུ་ཅན་ཟེར་ན་རྒྱུ་ཅན་ཟེར་ཏེ་འབྲས་བུ་རེད་འབྲས་ཅན་ཟེར་ན་རྒྱུ་རེད་བ། བདག་མེད་མངོན་སུམ་རྟོགས་པའི་ཤེས་རབ་དང་བརྩེ་བ་སྙིང་རྗེ་ཆེན་པོ་གཉིས་ཟུང་དུ་འཇུག་པའི་གི་རྒྱུ་ཅན་དེ་ག་རེ་ཟེར་ན་རྗེས་ཐུབ་དེ་རེད། རྗེས་ཐུབ་དེ་ཡིས་འབྲས་བུ་ཉེ་བར་མཚོན་པ་དེ་ལ་ས་ཞེས་བྱའོ་གསུངས་ཡོད་ད།

དེ་ཡིན་ཙང་ད་ལྟ་སྤང་རྒྱལ་གྱི་སྒྲིབ་པ་རྣམ་པ་བཅུ་པོ་གང་ཡིན་པ་དེ་སྤོང་བར་བྱེད་མཁན་དེ་ཡང་མཉམ་རྗེས་གཉིས་ཀྱི་ནང་ནས་ག་རེ་དུ་ཡོད་རེད་ཟེར་ན་མཉམ་གཞག་དེ་རེད་ཟེར་གྱི་རེད་གཉེན་པོ་དག་ནི་ས་ཡིན་ནོ་གསུངས་འདུག་ས་ཡིན་མཁན་དེ་དེ་ནི་སྒྲིབ་པ་བཅུ་པོ་དེ་བག་སྤོང་བྱེད་ཀྱི་གཉེན་པོ་ལ་འགྲོ་གི་ཡོད་རེད། རེད་བ། འོ་དེ་འདྲ་བྱེད་དུས་ཙང་ནས་དེ་ནི་ས་ཡི་རྒྱུ་ཐུབ་དེ་ཚོ་དེ་ས་དེ་དང་དེ་ཟེར་ཤེས་དགོས་མ་རེད། དེ་ཡིན་དུས་ཙང་ནས་མཐོང་ལམ་གྱི་ས་དང་པོ་ཟེར་ཡ་དེ་ནི་སྐད་ཅིག་མ་བཅུ་དྲུག་གི་བདག་ཉིད་ཅན་དེ་ལ་མཐོང་ལམ་ཟེར་ལབ་དགོས་རེད་མཐོང་ལམ་གྱི་རྒྱུ་ཐུབ་འདྲ་བོ་ཅན་ནི་ལམ་གྱི་དབང་དུ་བྱས་པ་ཡིན་ན་སྒོམ་ལམ་རེད། འོ་དེ་ཡིན་དུས་འོ་དེ་འདྲས་བྱས་ནས་མ་དེ་ནས་སྦྱར་དགོས་ས་རེད། གཉེན་པོ་དག་ནི་ས་ཡིན་ནོ། འོ་ད་དེ་གི། དེ་ནས་ད། ས་ལ་འབྲེལ་བའི་འབྲེལ་པ་ཟེར་ཡག་ད་དེ་ཤེས་པ་ཡིན་པ་རེད། ད་འདི་ནས་མ་དེ་དག་གི་དོན་དུ་ཤེས་ཡོང་གི་ཡོད་རེད། མདོར་བསྡུ་ན། ཉོན་མོངས་པ་ཡི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ཉིད་དུ་བསྟན། དེར་ནི་སྒྲིབ་པ་ཐམས་ཅད་དེ་དེ་ཟད་ནས་ནི་གྲོལ་བར་འདུ་གསུངས་པ་རེད། ད་འདིའི་ལེའུ་འདི་གི་དོན་དུ་ཚུལ་བྱས་ཡོང་དུས་ད་ནི་འདིའི་སྒྲིབ་པའི་ལེའུ་ཟེར་ནས་གསུངས་པ་རེད།

དེ་ཡིན་དུས་ཙང་ནས་ད་ཉོན་ཤེས་ཀྱི་སྒྲིབ་པ་གཉིས་ཟེར་ཡིན་དུས། དེ་ནས་བྱམས་པ་མགོན་པོ་དགེ་རྟག་ཅིག་མཚན་གཞི་གསལ་བོ་བསྟན་པའི་གི་གཞུང་འདྲ་ཅིག་ནི་རྒྱུད་བླ་མར་བ། སེར་སྣ་ལ་སོགས་རྣམ་རྟོག་གང། དེ་ནི་ཉོན་མོངས་སྒྲིབ་པར་འདོད་འཁོར་གསུམ་རྣམ་པར་རྟོག་པ་གི་དེ་ནི་ཤེས་བྱའི་སྒྲིབ་པར་འདོད་གསུངས་པ་རེད། སེར་སྣ་ལ་སོགས་པ་སྦྱིན་སོགས་ཕར་ཕྱིན་དྲུག་གི་མི་མཐུན་པའི་ཕྱོགས་མངོན་གྱུར་བ་དེ་ཚོ་ལ། གཙོ་བོ་དེ་ནི་ཉོན་མོངས་པའི་སྒྲིབ་པ། དེ་ནས་སྦྱིན་སོགས་ཕར་ཕྱིན་དྲུག་གི། དེ་ནི་མི་མཐུན་པའི་ཕྱོགས་མངོན་གྱུར་བ་ལྟ་བུ་དེ་མ་ཡིན་པར་དེ་དག་ལ་འཁོར་གསུམ་འདོད་ཀྱི་ཞེན་པའི་ཀྱི་ཞེན་བློ་ལྟ་བུ་དེ་ཚོ་ལ་ནི་དེ་ནི་ཤེས་བྱའི་སྒྲིབ་པ་ས་ཤེས་དགུ་རེ་ཟུང་དང་སྒྲིབ་པ་ཕྲ་རགས་གཉིས་ཀྱི་ཐོག་ནས་རགས་པ་དེ་ཚོ་ལ་དེ་ནི་ཉོན་མོངས་པ་དང་ཕྲ་བ་དེ་ཚོ་ལ་ཤེས་སྒྲིབ་ཟེར་ན་དག་དེ་འདྲའི་བྱེད་ནས་གསུངས་པ་དེ་འདྲ་ཡོང་གི་ཡོད་རེད་བ། དེ་ནི་ང་རང་ཚོ་བས་ན་བཀའ་བརྒྱུད་ཀྱི་ཡིག་ཆ་འདྲ་བོ་དང་ལྷག་པར་དུ་དགོངས་གཞིའི་ཡིག་ཆ་འདྲ་བོ་ཅན་ཡིན་ན། ཁ་ཟིག་སྔོན་མ་ཞུས་བ་ནང་བཞིན་ཉོན་སྒྲིབ་དང་ཤེས་སྒྲིབ་ཟེར་ཡོང་དུས་ཙང་ནས་གཙོ་བོ། གཅིག་ཕྱི་རོལ་གྱི་ཡུལ། ད་ལྟ་འདི་ཕྱི་རོལ་ཡུལ་དུ་གྲུབ་པ་ལྟར་དུ་སྣང་དེ་བས་ཀྱི་སྣང་བ་རགས་པས་ཀྱི་ཆ་གང་ཡིན་པ་དེ་ཚོ་ལ་ཉོན་འདྲེ་བས། དེ་ནས་དེ་ཙམ་མ་ཡིན་པར་ནང་གི་དེ་ནས་སེམས་ཉིད་ལྷན་ཅིག་སྐྱེས་པའི་ཡེ་ཤེས་ལ་ཚུར་དེ་ནས་སྒྲིབ་བདེ་མཁན་གྱི་སྒྲིབ་བྱེད་ཀྱི་ཆ་གང་ཡིན་པ་དེ་ཉིད་ལ་རེ་བ། སེམས་ཀྱི་གནས་ཚུལ་མཐོང་བར་བྱེད་པ་ལ་སྒྲིབ་བྱེད་དེ་ལ་གཙོ་བོ་ཤེས་སྒྲིབ། ཡུལ་གྱི་གནས་ཚུལ་མཐོང་བར་བྱེད་པ་ལ་སྒྲིབ་བྱེད་དེ་ལ་དེ་ནས་ཉོན་སྒྲིབ་ཟེར་ན་ད་དེ་འདྲའི་ཆ་ནས་ཕལ་ཆེར་ཤེས་དགོས་ཀྱི་ཡོད་ས་རེད་བསམ་བསམ་ཡོད་རེད་གང་ཡིན་ཟེར་ན་དེ་ནས་དེ་དང་དེ། ཤེས་བྱའི་སྒྲིབ་པ་ཐོག་མར་སྤོང་བ་ཡོད་ཟེར་ཡ་དག་དེའི་སྐབས་དེ་ཚོ་ལ་སྦྱར་ནས་བཤད་ན་དེ་འདྲའི་རོ་གཅིག་ཡིན་ས་རེད་གསུངས་སོང་ཡོད་དག་དེ་ཡིན་དུས་དེ་འདྲ་བྱས་ན་བ་ཟེགས་གང་ལྟར་ཡང་དེ་ནི་སྒྲིབ་པ་ཐམས་ཅད་ཚོར་འདུ་བསྡུ་བ་ཡིན་ན་ཉོན་མོངས་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ཟེར་དག་དེ་རྣམ་པ་གཉིས་དུ་བསྟན་ལ་དེ་ནི་སྒྲིབ་པ་ཐམས་ཅད་འདུས་པ་ཉིད་དེ། གར་བྱས་ནས་ཟེར་ན་དེ་གཉིས་པོ་དེ་ཟད་ཚར་བ་ཡིན་ན་དེ་ནི་སྒྲིབ་པ་ཐམས་ཅད་ལས་གྲོལ་བ་ཟེར་ན་བསྐོ་བཞག་ཐུབ་ཀྱི་རེད། དེ་ཡིན་དུས་དེ་ནི་ཁོ་ཚོ་གཉིས་ཀྱི་ནང་ལ་སྒྲིབ་པ་ཡོངས་སུ་རྫོགས་པ་དེ་ནི་འདུ་བ་རེད་ཟེར་ཡ་དེ་བསྟན་པ་རེ་གྲོལ་བར་འདོད་གསུངས། ད་དེ་ཡི་ཆད་དེ་གའི་ལེའུ་དགེ་སྦྱོང་གིས་གསུངས་ཟིན་པ་རེད་ད་འདི་ནས་མ། སློབ་དཔོན་དབྱིག་གཉེན་གྱིས་དེ་ནས་འགྲེལ་བའི་གནད་ལ་ཡོད་པ་ནང་བཞིན་བྱས་ན་ཡང་ལེའུ་འདི་གའི་དོན་དག་འཇུག་ལྡོག་ལྡོག་བྱས་ནས་མཁྱེན་འགྲེལ་ནང་ལ་མ་མཇུག་སྡོམ་རྒྱག་ཡོང་གི་འདུག་བ། དེ་བྱེད་དུས་དཔེར་ན་ཅིག། དབུས་མཐའ་རྣམ་འབྱེད་ཀྱི་ལེའུ་རེ་རེ་རེ་རེ་གིས་དེ་ནས་དོན་དོན་འདྲ་བོ་གཅིག་ཚུར་བློ་ལ་ངེས་དགོས་བ་ཡིན་ན་མཇུག་གི་མཁྱེན་འགྲེལ་ནང་གི་ཚིག་འདི་ཚོ་བར་ངེས་ཡིན་ན་ག་རེ་ག་རེ་བསྟན་ཡོད་བ་དེ་ངེས་འགྲོ་གི་འདུག་བ་དེ་ཡང། སྒྲིབ་པ་ཁ་སང་གོང་དུ་ཆེན་པོ་ཟེར་ནས་བཤད་རེད་བ། སྒྲིབ་པ་ཆེན་པོ་ནི་ཆགས་པའི་སྒྲིབ་པ། སྒྲིབ་པ་ཆུང་ངུ་ནི་ཉི་ཚེ་བའི་སྒྲིབ་པ་གང་ཡིན་པའོ། ཐིགས་པ་ཆེན་པོའི་གི་སྒྲིབ་པ་དེ་ཆགས་པའི་སྒྲིབ་པ་རེད། ན། དེ་ནི་ཐེག་པ་དམན་པའི་གི་ལམ་འབྲས་བུ་དང་བཅས་པ་ལ་འདྲིས་པར་བྱེད་པ་ལ་ཉི་ཚེ་བའི་འགྲེལ་པ་སོགས་ལ་གི་རེས་ད་གེ་རྒྱ་ཟློག་ཟློག་བཤད་ཡོང་དོ། ཁ་སེར་སྔོན་མ་ཆགས་པའི་འདྲིས་པ་སོ་མ། ཞིབ་ཕྲ་འགྲོ་སོང་རེ་བ་དེ་ཡིན་དུ་དེ་རིང་ཟློག་ཟློག་སོང་རེ་འདྲིས་པ་ཆུང་ངུ་ནི་ཉི་ཚེ་བ་གང་ཡིན་པའོ། སྦྱོར་བའི་འདྲིས་པ་ནི་ལྷག་པ་གང་ཡིན་པའོ་ད་ཁ་སང་དེ་རིང་ལྷག་པའི་འདྲིས་པ་དང་མཉམ་པའི་འདྲིས་པ་ཟེར་ནས་བཤད་རེ་བ་དེ་བཤད་ཡོང་དུས་ཚང་ནས་དེ་ནས་ཅིག་འདི་ལ་ད་སྦྱོར་བའི་འདྲིས་པ་ཟེར་དུས་ཚང་ནས་འདྲིས་པ་དངོས་འགྱུར་བ། འདོད་ཆགས་ཞེ་དྲག་གཏི་མུག་གསུམ་ནི་གང་ཡོང་རུང་བ་ཅིག་ཡང་སྦྱོར་བ་ཟེར་ན་ད་དངོས་སུ་ཡང། ལངས་ཏེ་རྒན་འདྲ་བོ་སེ་གོ་ར་སྔོན་འགྱུར་དུ་ཡོད་བསྡད་པ་ལྟ་བུ་དེ་ལ་དེ་མཚམས་ནས་ལྷག་པའི་འགྲེལ་པ་གསུང་གི་རེད་ཁ་སང་ལྷག་གྲུབ་དེ་ལ་འགྲེལ་ཚུལ་གཉིས་ཡོད་བ། གཅིག་དེ་འདྲ་བྱས་ནས་འགྲེལ་ཡོད་བ། གཅིག་ག་རེ་ཡིན་གོ། དམིགས་པ་ཡུལ་དེ་ལས་ཉོན་མོངས་པ་དེ་ནི་མཉམ་པའི་གི་བདག་ཉིད་ཅན་དེ་ལ་མཉམ་པའི་འབྲེལ་པ་བཤད། ཡུལ་དེ་ལས་ལྷག་ཙམ་གྱིས་དེ་ནི་དེ་དང་དེའི་ཉོན་མོངས་པ་དེ་ཚོ་ལ་དེ་ནི་ལྷག་པའི་འབྲེལ་པ་ཟེར་ནས་གསུངས་སོང་དེ་ནི་འགྲེལ་ཚུལ་གཉིས་ཡོད་རེད། འོ་དེ་ཡིན་དུས་སྦྱོར་བའི་འབྲེལ་པ་ནི་ལྷག་པ་གང་ཡིན་པའོ་ཐོགས་པ་ལ་འབྲེལ་པ་ནི་མཉམ་པ་ཉིད་ཡིན་ནོ། ཐོགས་པ་ཁྱད་པར་ཅན་ལ་འདྲེས་པ་ནི་ལེན་པ་དང་སྤོང་བའི་སྤོང་བ་གང་ཡིན་པའོ། འོ་དེ་ཡིན་དུས་ལེན་པའི་འདྲེས་པ་དང་སྤོང་བའི་འདྲེས་པ་བྱང་སེམས་ནང་གི་དེ་ནི་འདྲེས་པ་ཡིན་པ་དེ་ཚོ། ཡང་དག་པར་སྦྱོར་བ་ལ་འདྲེས་པ་ནི་ཉོན་མོངས་པའི་འདྲེས་པ་རྣམ་པ་དགུ་ཀུན་སྦྱོར་དགུ་པོ་གང་ཡིན་པ་དེའོ། རྒྱུ་ལ་འདྲེས་པའི་འདྲེས་པ་གང་ཡིན་པ་དེ་ནི་དགེ་བ་ལ་སོགས་པ་རྣམ་པ་བཅུ་ལ་འདྲེས་པ་གང་ཡིན་པའོ། དེ་ཁོ་ན་ཉིད་འཇུག་པ་ལ་འདྲེས་པ་ནི་བྱང་ཆུབ་མཆོག་གི་ཆོས་རྣམས་ལ་འདྲེས་པ་གང་ཡིན་པའོ། དགེ་བ་བླ་ན་མེད་པར་འདྲེས་པ་ནི་ཕ་རོལ་ཏུ་ཕྱིན་པ་རྣམས་ལ་འདྲེས་པ་གང་ཡིན་པའོ། དེ་ཁྱད་པར་དུ་འགྲོ་བ་ལ་འདྲེས་པ་ནི་ས་རྣམས་ལ་འདྲེས་པ་གང་ཡིན་པའོ། བསྡུས་པའི་འགྲེལ་པ་ནི་ད་ཚུར་མདོར་བསྡུས་ཡོང་བ་ནས་འགྲེལ་པ་ནས་མདོར་བསྡུས་པ་དེ་ནི་ད་ལྟ་གོང་དུ་ཉོན་ཤེས་གཉིས་ཀྱི་འགྲེལ་པའི་ནང་འདུས་ཀྱི་རེད་ཟེར་ནས་བཤད་སོང་ཨ། དེ་ཡིན་གང་ཡིན་པའོ། དེའི་ཆེད་དུ་ད་འགྲེལ་པས་ཀྱི་ལེའུ་འདི་གི་དོན་དག་ཆ་ཚང་ཅིག་མཇུག་བསྡོམས་བརྒྱབ་པ་ཡིན་ན་ཨོ་དེ་རེད་གསུངས་པ་རེད། ཨོ་ད་དེ་ཡིན་བྱས་དེ་ཀྱི། དེ་ནི་བརྗོད་བྱའི་ཀྱི་དབང་དུ་བྱས་ཡོད་འདུག་ཙང་ནི་འགྲེལ་པ་ཟེར་ཡག་དེ་དང་དེ་ནི་ལེའུ་ཀྱི་དབང་དུ་བྱས་འདུག་ལེའུ་གཉིས་པ་དེ་ཞུས་ཟིན་པས་ཁོ་རེ་ད། དེ་མཇུག་དབུས་དང་ཐ་རྣམ་པར་འབྱེད་པ་ལས་འགྲེལ་པའི་ལེའུར་བཅས་པ་ཞེས་བྱ་བ་དེ་གཉིས་པའོ།